ས་ར་ནང་གི་བོད་སྲིད་འཛིན་གནང་མཁན་གྱི་རྣམ་པ་ལྷན་རྒྱས་ཚང་མ་ལས་མཚམས་འདྲི་ཞུ་བ་དང་སྦྲགས། དེ་རིང་བོད་ལྗོངས་ཀྱི་གནའ་བོའི་མཁར་རྫོང་ཆེས་ངོ་མཚར་ཆེ་བ། གངས་པ་ལྷུན་གྲུབ་སྟག་རྩེ་རྫོང་ཟེར་བ་དེ་བོད་ཆེན་པོའི་ཤར་ལྷོ་ནུབ་བྱང་ས་ཕྱོགས་གང་དུ་ཡོད་མེད་ས་བསྒྲགས་ཀྱི་ལམ་ནས་ངོ་སྤྲོད་མདོར་བསྡུས་ཅིག་ཞུ་ཡ་ཡིན། ཐོག་མ་འདི་བོད་ཀྱི་རྒྱལ་ས་ལྷ་ས་ཀྱི་ཕོ་བྲང་སྤོ་ད་ལ་ལས་གཏོགས་ཀྱི་ཡོད། ད་དེ་ནས། སྒམ་པ་ལྷུན་གྲུབ་སྟག་རྩེ་རྫོང་ཡོང་བ་ཡིན་ན། དེ་ནས་ཡར་ལངས་གཙང་པོའི་འབབ་རྒྱུད་ནས་སྐྱེས་ནས་ཉང་ཆུ་རྒྱུད་ནས་སྐྱེས་ནས་ཡར་ཡོང་བ་ཡིན་ན་རྡོ་སི་རེད་ཤག། དེ་ནས་ཡར་འགྲོ་ནས་ཚུར་ཡོང་བ་ཡིན་ན་རྡོ་སི་རེད་ཤག། འོ་དེ་ཚོ་དེ་ཁྱེད་རྣམ་པའི་ཟས་ཀྱི་ནང་ངས་སྐྱོར་འདུག་མི་དགོས་བ་ཁྱེད། ད་འདི་གའི་གཡས་གཡོན་གྱི་རྫོང་དེ་ཚོ་དེ་ད་ཕ་རྒྱའི་ངོ་སྤྲོད་ཞུ་དགོས་ཀྱི་མ་རེད་བ། ད་འདི་ཆ་ལོས་གམ་པ་རྫོང་དེ་གཞིས་རྩེ་ས་གོར་གྱི་ཁོངས་སུ་གཏོགས་ཀྱི་ཡོད་རེད་བ། དེ་ནས་ད་ལྟ་མཐོང་བསྡད་ཡ། འདི་གཞན་ཐུང་མོང་རྫོང་རེད་ཤག། འདི་རྣམ་གླིང་རྫོང། འདི་ནི་ས་སྐྱ་ལྟས་ཚེ་མཐོང་དེ་གདོད་བ་ས་སྐྱ་རྫོང། དེ་ནི་སྒམ་པ་རྫོང། ད་ཉང་ཆུ་གི་རྒྱུད་ལས་ནི་ཁང་དམར་རྫོང། རྒྱང་རྩེ་རྫོང། དཔའ་སྣམ་རྫོང། འདི་བ་རིན་སྤུངས་རྫོང་མཐོང་འདི་བ། ད་ནི་སྙེ་མོ་རྫོང། ཆུ་ཤུར་རྫོང། གོང་དཀར་རྫོང། གྲ་ནང་རྫོང། སྣེ་གདོང་རྫོང། རྩེ་ཐང་གྲོང་ཁྱེར་དུ་གཏེར་ཆུ་འཐུང་འདུག་ཨ་ནི་འཕྱོངས་རྒྱས་རྫོང་དུ་གཏེར་ཆུ་འཐུང་འདུག་ཨ་ནི་མཚོ་མེད་རྫོང་ཟེར་གི་རེད་འདི་ལྷོ་བྲག་རྫོང་ཟེར་གི་རེད་ཨ་འདི་ཡར་འབྲོག་སྣ་དཀར་རྩེ་རྫོང་རེད་བ་ཨ་རྡོ་སི་ཁྱི་ཨ་འདི་ནི་འབྲོག་པ་གི་ས་ཆ་འདི་ནི་སྒང་ཏོག་གི་ས་ཆ་གཏེར་ཆུ་འཐུང་འདུག་གི་འདུག་བ།

ཡོད་བདེ་བ་ཆེ་རེད། དེ་ནས་སྒམ་པ་རྫོང་ཟེར་ཡས་དེ་གི་སྒྲ་དེ་ཤེས་ཡོང་དུས། ཤ་ཤོག་གི་གངས་ར་བྲག་ཅན་གངས་ཅན་རྒྱ་བོ། དང། ནུབ་ཤོག་གི་གྱོ་མོ་གངས་ར་གཉིས་ཀྱི་སྒམ་དུ་ཡོད་པས་ན་ནི་སྒམ་པ། དེ་ལ་རྫོང་བརྩེགས་ཡོད་པའི་ནང་ནས་གམ་པ་རྫོང་ལ་བ་ཡིན་ཟེར་འདྲ་ཤེས་ཀྱི་འདུག་བ། ད་ནུབ་ཕྱོགས་ཀྱི་གྱོ་མོ་གངས་རི་ཟེར་དེ་ཕ་ཅན་འདི་རེད་བསམ་འདུག་ངས། དེ་བྱེད་དུས་ཤར་ཕྱོགས་ཀྱི་གངས་རི་གངས་ཅན་རྒྱ་འོག་གི་ནུབ་ཕྱོགས་གྱོ་མོ་གངས་རི་འམ་གྱོ་མོ་ཡུ་མོ་ཟེར་ལམ་ལ་ཏག་ཏག་བསྡད་ཀྱི་ཡོད་རེད། ལ་སྟངས་ཁ་ཤས་ངོས་ནས་ཡང། ཇོ་མོ་གངས་རི་འདི་གམ་པ་རྫོང་གི་ནུབ་ཕྱོགས་སུ་ཡོད་པ་འདྲ་བ་ཅི། གོ་འགྲོ་ཡག་གི་ཉན་གིན་འདུག་དེ་ཡིན་ན། ད་ལྟ་བསྡད་གི་ཡོད་ན་མིན་ན་གམ་པ་རྫོང་རང་གི་ནུབ་ཕྱོགས་ལས་གངས་རི། དེ་འདྲའི་ག་ཡོད་པའི་བཟོ་འདྲ་བོ་མི་འདུག། ད་དང་བདག་གི་པར་དེ་བཞག་ནས་ལྷོད་ལ་མ་བསྐྱག་ཡོང་གི་ཡོད་དཱ།

དེ་གི་ཡིན་རྒྱུ་རེད་བསམ་འདུག་ད་ལྟའི་ས་སྐྱེལ་གྱི་མཚམས་འདི་བཞུགས་ཀྱི་ནང་ངས་ས་ཁྲ་དེ་སྐྱེལ་བའི་སྐབས་སུ་ཤར་ལྷོ་ནུབ་བྱང་མང་པོ་ཤེས་བསྡད་འདུག་ཡང་དེ་ཡོད་དངུལ་ལ་ལྡེང་མཁན་དེ་ཚོས་ཏག་ཏག་རང་མེད་པའི་འཚོར་སྣང་ཡོང་སྲིད་པ་རེད་ངས་ལྟར་ན་ཤར་ལྷོ་ནུབ་བྱང་ཟེར་བསྡད་དེ་འཛམ་བུ་གླིང་གི་ས་ཁྲ་ཅིག་ཡོད་རེད་བ། དེ་ཡིག་བཞག་ནས་ཤེས་གི་ཡོད་རེད། གཡོན་ངོས་ཀྱི་ཤར་ལྷོ་ནུབ་བྱང་དང་ནི་ས་ར་ནང་གི་ཤར་ལྷོ་ནུབ་བྱང་གཉིས་ལ་བལྟས་ཚེ་ཁྱད་པར་ཡོད། ས་ར་ནང་དང་འཛམ་གླིང་ཤེས་ཡོན་གྱི་ཤར་ལྷོ་ནུབ་བྱང་བརྩི་སྟངས་དེ་འཛམ་བུ་གླིང་གི་གོ་ལ། ལྡུམ་བུ་སྒོ་ང་གི་གཟུགས་འདྲ་བ་སྟེ་ཁ་དོག་ཡ་དྲང་པོ་ལངས་པ་ལྟ་བུའི་གི་དབང་དུ་བྱས་ནས་གཞུང་བསྲངས་ནས་ད་ཤར་ལྷོ་ནུབ་བྱང་དེ་བརྩི་གི་ཡོད་རེད་བ།

ང་ཚོ་གའུ་དེ་ཚོ་དགོས་འདོད་སེང་རས་ཟས་ཀྱི་ཡོད་རེད་བ། འཕྲང་གོག་གཡེང་ནས་མཆན་ཁང་གཡོན། ཡང་ན་གཡེང་ནས་གཡོན་ལ་དེ་འདྲ་བྱས་ནས་བསགས་ནས་དགོས་ཡོང་གི་ཡོད་རེད་དེ་ནང་གི་ཉི་མ་དེས་གོ་ལ་ལ་སྐོར་ར་རྒྱབ་དུས་བསྲེགས་ནས་སྐོར་ར་རྒྱབ་གི་ཡོད་རེད། མི་ཇེ་རྡོ་སུ་བཅུ་ཁྲམ་བཅག་ནས་སྒོམ་རྒྱབ་བསྡད་ཡོད་བའི་དབང་དུ་བཏང་ཕྱག་བཞག་བ་ཡིན་ན་ཉི་མ་དེས།

དེ་ནས་སྒམ་པ་རྫོང་གི་མཁར་ཤུལ་རྙིང་པ་གི་པར་དེ་འདྲའི་ཁ་ཞེ་མཐོང་ཡང་འདུག། པར་འདི་ཆ་མཚོན་པ་ཡིན་ན་བྷི་ཁེ་རིག་མཛོད་ནང་ལོ་ལས་བཞག་བཞག་ཅི་རེད་ཤག། ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མེད་བཞི་གི་ལོ་ལ་པར་རྒྱག་གི་ཐུག་ཡིན་སྲིད། པར་འདི་གི་ཐོག་ནས་ང་ཚོ་མང་པོ་ཅིག་ཚོས་ཤེས་ཐུབ་ཡ་དེ་འདྲ་འདུག་བ། ཕར་འདྲ་ཞིག་རྒྱབ་ནས་མི་དགོས་ཡ། འདི་ཡང་ཕྱོགས་གཞན་པ་བྱས་ནས་པར་རྒྱག་འོང་རྒྱུ་རེད་ཤག།

ང་འདི་ཡང་མེད་དེ་ཁྱེད་རང་རྒྱག་གི་འགྱོ་རེད་ཤི་ད་དེ་གི་ཡུལ་ལྗོངས་འདྲ་པོ་བལྟ་དགོས་ཡོད་ཡིན་ན། གམ་པ་རྫོང་གི་ཡུལ་ལྗོངས། དེ་ནས་རྫོང་འདི་གི་ལོ་རྒྱུས་ཞིབ་ཕྲ་དེ་ངས་ཤེས་གི་མེད། རོབ་ཙེ་ཀྱི་མ་ཞུས་པ་ཡིན་ན། བོད་བཙན་པོའི་སྐབས་སུ་དབུས་གཙང་རུ་བཞི་གི་ནང་ལོགས་ནས་གཙང་རུ་ལག་གི་ཁོངས་སུ་གཏོགས་ཡོད་པ་དེ་བཤད་མ་དགོས་པ་རེད། འདི་ནི་ས་རྒྱག་གི་སྐབས་སུ་ཆ་མཚོན་པ་ཡིན་ན་ཁ་ཤས་ཀྱིས་ཕྲུ་གུར་བཅུ་གསུམ་གྱི་ནང་ལོགས་ནས་སྒོར་མོ་ཕྲུ་གུར་གྱི་ཁོངས་གཏོགས་དང་ཆ་ཤས་རེད་གསུང་མཁན་འདུག་ཨ། ཡིན་ན་ཡང་ད་ལྟ་བོ་དོང་རྒྱུ་མའི་གྲགས་པ་གི་རྒྱ་རྫས་ཀུན་བཟང་རང་སྟེང་ཕག་གི་རྣམ་ཐར་དང་ཀུན་མཁྱེན་ཏཱ་ར་ནཱ་ཐ་གི་གསུང་དེ་ཚོ་ནི་ལྟོས་ཡ་ཡིན་ན།

ས་སྐྱ་གི་སྐབས་སུ་བོད་ལོའི་ལྷོ་ཕྱོགས་ནས་ད་སྒྲ་མང་པོ་ཡོང་གི་ཡོད་རེད་ཤ་སྡོང་དང་ལྷོ་སྡོང་ཟེར་ཡག་གི། འོ་དེ་ཚོ་གི་ཁ་སྣོན་འདྲ་བོ་བྱས་ལོས་ཁ་གཏད་རྐྱ་ཡག་གི་ཆེད་དུ་ཤ་དཀར་བའི་དམག་དཔུང་དེ་ད་འདི་གི་རྒྱུད་ལ་བཀྲམ་གྱི་ཡོད་རེད་བ། འོ་དེ་འདྲའི་གི་ཆ་ནས་ད་གང་ལྟར་ས་སྐྱ་འདི་ཚོ་གམ་པ་དང་ཡར་འབྲོག་དང་རྒྱང་རྩེ་དང་ཤེས་མ་དགོས་བ་བཅས་ཁོ་རང་ཚོ་གཏན་ནས་འདི་རེད་བ།

དེང་སང་ཡིན་ན་རྒྱ་གར་དང་རྒྱ་ནག་གཉིས་ཀྱི་སྟག་དམག་གི་གདོང་ཐུག་ཡོང་ས་ཀྱི་ས་ཁུལ་མང་པོ་ཡོད་པའི་ནང་ལོགས་ནས་གཡོ་འདུལ་ཕྱོགས་དེ་གལ་ཆེ་ཡང་འདྲ་བོ་གཅིག་ཁམས་པ་རྫོང་གི་ཕྱོགས་འདི་ལ་རྒྱག་གི་དམག་གི་བསྟན་གཞི་ཆེན་པོ་མང་པོ་ཡོད་ཟེར་གི་འདུག་ད་འདི་ཚོ་འབྲས་ལྗོངས་དང་ས་མཚམས་ཆགས་དུས་ཡོད་རེད་བ། སྣ་ཁུ་ལ་དང། རྣ་ཐོས་ལ་རྣ་ཐོས་ལགས་ད་བར་གྱི་གྲོ་མ་རྫོང་ཁོངས་གཏོགས་ཡིན་རྒྱུ་རེད་ད་རྣ་ཁོ་ལ་ཟེར་ཡང་དེ་གམ་པ་རྫོང་དང། དེའི་དཔའ་རོ་དགོས་ས་མཚམས་ཀྱི་ཡོད་ད་དེ་ཚོ་ལས་ཤི་བོ་ཐུག་བསྡད་ཡོད་པའི་རྫོང་རེད་འདུག་ས་འགྱུར་དེ་ཚོ་ནང་ལྟ་དུས་རེད་བ། ཨ་སྔོན་མ་དབྱིན་ཇིའི་བོད་ལ་ཡོང་དུས་ཡང་ད་གམ་པ་རྫོང་ནས་ཚུར་ཡོང་ས་ལགས་ས་བ་ད་གམ་པ་རྫོང་རང་དང་འབྲེལ་བའི་ཐོག་གི་ད་ཡང་ལོ་རྒྱུས་དེ་འདྲའི་མང་པོ་བཤད་ཡོད་ད་དེ་ཚོ་དེ་ངས་ཤོད་ཤེས་ཀྱི་ཡ་མེད་ལ་སྐབས་སུ་བབ་ཀྱི་མི་འདུག་གཙོ་བོ་དེ་ད་ས་ཆ་འདི། ཨེ་བོད་ཀྱི་ཤར་ལྷོ་ནུབ་བྱང། དགའ་སྡིག་གི་ཕྱོགས་ལ་ཡོད་མེད་དང་ནི་ཁོ་རང་གི་ཡིད་ཡོད་ཉན་འཁྲིས་ལ་སུ་དང་སུ་ཡོད་མེད། འོ་དེ་ཧ་གོ་ཡག་གི་ཆེད་དུ་ངས་ཞུས་བ་ཡིན། ཨེ་ཚང་མ་ལ་བཀྲ་ཤིས་བདེ་ལེགས།